མཚན་མ་འགྱུར་བ་གྲོགས་ལ་ཕན་བྱེད་པ་སྟོན་པ་བདེ་མཆོག་སྐྱོབ་ལ་ཕྱག་འཚལ་ལོ། འོ་ལགས་སོ། ད་ད་ནི། བརྙན་ཐུང་འདི་ཡི་ནང་དུ་དེ་ནི་ངས་གཙོ་བོ་དེ་དེ་ནི་དོན་གྱི་ཚད་མའི་སྐོར་ལ་ཨ་ནི། ད་ལུང་ཁ་ཤས་དང་བྲལ་ནས་དེ་ནི་ཚིག་ཁ་ཤས་བཤད་འདོད་བྱུང། ད་དེ་ཡང།

ག་ཞེས་ཀྱི། ད། སྔོན་ནི་ད་ཚད་མ་ལ་མངོན་སུམ་དང་བྱེད་པ་ངེས་སོ་བགྲང་ངེས་ལུས་བསམས་ནས་དེ་ནི་མངོན་སུམ་དང་བྱེད་པ་དེ་དཔེ་ཡི་ཚད་མ་གྱིས་དེ་ནི། མཚན་གཞི་ལྟ་བུ་བཞག་ཡོང་དུས་བསམས་པ་དེ་ནི་ག་ཞེས་ཀྱི་ག་རེ། ད་ག་རེ་གསུངས་ཀྱི་ཡོད་རེད་ཟེར་ན། དེ་ནི། ཚད་མ་ཡིན་ན་རེད་བ། དཔེ་ཡི་ཚད་མ་ཡིན་པས་ཁྱབ་ཀྱི་འདུག་ཟེར་བ་དོན་གྱི་ཚད་མ་དེ་ནི་དོན་གྱི་ཚད་མ་ཡིན་ན་ཚད་མ་ཡིན་པས་མ་ཆགས་ཟེར་ནས་ད། དེ་ནི་གསུང་མཁན་ཡང་ཡོང་གི་ཡོད་རེད། རེད་བ། ད་ཡིན་ན་ཡང་ད་དེ་ལ། དངོས་གནས་ཀྱི་ད་དཔྱད་པ་བཏང་ཡང་འདུག་བསམས་ཟེར་བ། ད་དོན་གྱི་མཚན་མ་ཟེར་བ་དེ་མཚན་མའི་སྐྱེས་བུ་བཞག་ན་ཡང་འདྲ། ཨ་ནི། ད་དེ་ག་ན་བྱེད་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཁོང་རང་རང་ཉིད་བཞག་པ་ཡིན་ན་ཡང་འདྲ། ད་དཔེར་ན་བཅོམ་ལྡན་འདས་དཔེར་ན་ད་ད། ད་ཚད་མ་དོ་གི་ཚད་མ་དོ་ཡི་མཆོད་པར་བརྗོད་པ་སྐབས་སུ། ཚད་མར་གྱུར་པ་གྲོགས་ལ་ཕན་ཕན་བྱེད་པ་སྟོན་པ་བདེ་གཤེགས་སྐྱོབ་ལ་ཕྱག་འཚལ་ལོ་ཟེར་ནས་ད་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་ཕྱག་འཚལ་གྱི་ཡོད་རེད་བ། དེ་ཡང་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཚད་མར་གྱུར་པ་བསྒྲུབ་ཀྱི་ཡོད་རེད་བ། ཚད་མར་གྱུར་པ་ཟེར་དུས་ཚད་མ་ཡིན་པ་ལ་གྱུར་བ་རོ་མ་རེད། ད་དེ་ལས་ལྷག་ཟེར་གི། ཨ་ནི། ད། ཨ་ནི། སྐྱེས་བུ་ཚད་མ་ཟེར་ན་རེད་སྟོན་པ་སངས་རྒྱས་བཅོམ་ལྡན་འདས་དེ་ཚད་མ་ཡིན་མིན་ལ། ཨ་ནི། དཔྱད་པ། ཨ་ནི། གཏང་དགོས་ས་མ་རེད་ཟེར་ནས་ངས་བསམ་གྱི་འདུག་ག་རེ་ཟེར་ན། ད། ཚད་མེད་ཀྱི་གསོ་དཔྱད་ཟེར་ན་ཡང་རེད་ཚད་མེད་གཞུང་གི་གསོ་དཔྱད་ཟེར་ན་ཡང་རེད་ད་དེ་དེ་ཕྱོགས་གླང་ཆོས་གྲགས་གཉིས་ཆགས་ཀྱི་ཡོད་རེད་དེ་ནས་སློབ་དཔོན་ཕྱོགས་གླང་ཁོང་རང་ཉིད་ཀྱིས་དེ་ནས། ཚད་མ་ལྡོག་གི་ཆོས་པར་བརྗོད་པ་ལ། ཚད་མར་གྱུར་པར་འགྲོ་ལ།

ལ་ལུང་འདི་ངས་མ། ནས་དྲངས་ཆོག་པར་བྱས། ཚེར་མར་གྱུར་པ་ཞེས་བྱ་བ་ནི་ཚེར་མར་འཁྲུངས་པའོ། ཚེར་མ་དང་འདྲ་བས་ན་ཚེར་མ་སྟེ་བཅོམ་ལྡན་འདས་སོ་ཟེར་རོ། དེ་ནས་སློབ་དཔོན་ཤཱཀྱ་ལོ་ཀ་ཁོང་གིས་གར་གསུངས་གནང་ཟེར་ན། ཚེར་མར་འཁྲུངས་པ་ཞེས་བྱ་བར་གྱུར་པའི་སྒྲ་ནི་འཁྲུངས་པའི་དོན་ཏེ། ཚེར་མ་ཡང་དེ་ཡིན་ལ

ཚད་མ་ཡིན་ཏེ་མི་སླུ་བ་དང་མ་ཤེས་ཀྱང་ངེས་བསྟན་གྱི་རིགས་པ་ཡིན་པའི་ཕྱིར། ད་གང་ལྟར། ཨ་ནི་བདག་ཅག་གི་སྟོན་པ་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཁོང་ཚད་མ་ཡིན་པ་ཤེས་པ་ཡིན་པ་རིགས་པ་ཡིན་པ་དེ་ལུང་མང་པོ་ཅིག་གིས་གྲུབ་ཐུབ་ཀྱི་འདུག་ཟེར་ནས་ངས་ནི་ཞུ་འདོད་བྱུང་རོགས། ད་ཡིན་ན་ཡང་ད་དེ་ལ་དོགས་པ་ཟེར་ན་ཡང་རེད། ད། དྲི་བ་ག་རེ་སླེབས་ཀྱི་འདུག་ཟེར་ན། སངས་རྒྱས་བཅོམ་ལྡན་འདས་ཟེར་བ་དེ་ཨ་ནི་ཁོང། སྐྱེས་བུ་མ་རེད་པས། རེད་བ། གང་ཟག་མ་རེད་བས་ཟེར་བ། ཡང་ན་སྐྱེས་བུ་ཡིན་ན་གང་ཟག་ཡིན་པས་མ་ཆགས་པ་རེད་ཟེར་བ། སྐྱེས་བུ་ཟེར་བ་དེ། ཨ་ད་གང་ལྟར། གང་ཟག་ཨ་ནི་སྐྱེས་བུའམ་གང་ཟག་རེད་མ་རེད་ཟེར་ཅིག་དྲི་བ་ཅིག་སླེབས་ཀྱི་ཡོད་རེད། དྲི་བ་གཉིས་པ་ག་རེ་སླེབས་ཀྱི་ཡོད་རེད་ན་ཁོང། དགེ་སློང་མ་རེད་བས་ཟེར་བ། དགེ་སློང་རེད་མ་རེད། འོ་དེ་འདྲ་གི་དྲི་བ་སླེབས་ཀྱི་ཡོད། དགེ་སློང་ཡིན་ན།